སྤྱི་དང་གཤེན་གྱི་རིན་ཐང། ཞེས་པའི་སྐོར་ནས་བལྟས་ཞུ་དགོས་བསམས། དེ་ནས་དུས་ཚོད་རག་ན་ནི་ཅིག་མཁན་རིན་པོ་ཆེ་ཅིག་སློབ་སྦྱོང་གནང་སྟངས་དེ་གི་སྐོར་ནས་ཅིག་ཞུ་རོགས་བྱས་ཟེར་གསུང་གི་འདུག་དེ་ད་དེ་ང་རང་ཡང་ཕལ་ཆེར་ག་འདྲའི་ར་བུ་ཞིག་སློབ་སྦྱོང་བྱེད་ཀྱི་ཕལ་ག་དུས་ནས་དེ་དཀའ་ལས་འཕྲད་ཙང་དེ་ནས་ག་འདྲའི་ཞུ་ཐུབ་ཀྱི་ཧ་གོ་མ་སོང་གང་ལྟར་དེ་རིང་ག་རེ་ཞུ་བའི་འདོད་པ་ཡོད་ཟེར་ན།

གང་སུ་ཨེ་ཤི་ཡ་དང་ཡུ་རོབ་ནུབ་ཕྱོགས་ག་བ་ཡིན་ནས་དཔེར་ན་བླ་བྲེ་ཆེན་པོ་འདོན་ཚུལ་ལ་བསམ་བློ་བཏང་བ་ཡིན་ན་སློབ་ཚན་ག་རེ་འགོ་དགོས་རེད་སློབ་ཚན་ག་རེ་བག་མེད་པ་བཟོ་དགོས་འདུག་ཡང་ན་སློབ་ཚན་གསར་བ་ག་འདྲེ་བཙུགས་དགོས་ཀྱི་འདུག་ཡོད་མེད་ཅི་ཡོད་རོ་འདི་ཚང་མ་སོ་སོ་གི་ཤེས་ཡིན་འདི་ལ་རིན་ཐང་ག་རེ་ཡོད་མེད་ལ་མཐོང་ཚུལ་ལ་བརྟེན་ནས་དེ་འདྲ་བྱུང་དགོས་ཟེར་རོ་དེ་ནུབ་ཕྱོགས་ལ་ལྟ་ཚུལ་འདྲ་བོ་གཉིས་འདུག་ནུབ་ས་ང་ཚོ་ཤར་ཕྱོགས་ལ་ཡོད་ས་རེད།

ཁྱབ་སངས་དེ་ནི་ར་ཡ་མེད་ན་ཆོ་ཡ་མ་རེད། དེ་ནི་མདོར་ན་ཤེས་ཡོན་གྱི་རིན་ཐང་ཡོད་མེད་དེ་ཤེས་ཡོན་ཁོ་རང་གི་རྗེས་ལས་དེ་ལ་རག་ལས་ཀྱི་རེད་མ་གཏོགས་ངོ་བོ་ཁོ་རང་ལ་རག་ལས་ཀྱི་མ་རེད་ཟེར་བསམ་ཚུལ་གཅིག་འདུག་ཨ། འདི་དེ་ང་ཚོ་མེད་ཟེར་ལབ་ཐུབ་ཡོད་མ་རེད་ད་ང་ཚོས་དཔེར་ན། དེང་སང་ཡིན་ན། Practical Skills ཟེར་གྱི་འདུག་ཨང་ད་ཉམས་ལག་ལེན་བསྟར་དུས་ནི་ཅིག་ཕན་ཐོགས་ཡ་དེ་ལ། དེ་འབྲེལ་གྱི་ཤེས་ཡོན་དེ་ང་ཚོ་ལ་ངེས་བར་མཁོ་བ་ཡོད་རེད། དེ་མ་ཡིན་པའི་ཕལ་ཆེར་ང་ཚོ་ནང་པ་སངས་རྒྱས་པའི་ལུགས་ལས་བཤད་པ་ཡིན་ན་ཤེས་ཡོན་ཁ་ཤས་ཅིག་སྦྱར་བ་སོ་ཐག་གི་སྟོན་བྱེད་ནང་ཞིག་ཡོད་རེད་ཟེར་གྱི་ཟེར་ད།

དེ་ནས་ཁ་ཅིག་གིས། གཤེན་དེ་དེ་ཙམ་གྱིས་འདང་གི་མ་རེད། ཡིན་གཅིག་མིན་གཅིག་ང་ཚོ་ཕན་ཐོགས་པ་ཅིག་དགོས་ཀྱི་རེད། ཁོ་རང་ལ་རྗེས་ལུས་ལ་རག་ལས་ཀྱི་རེད། ཁ་ཡོད་མ་རེད། ང་ཚོ་ཁྱད་པར་དུ། སློབ་སྦྱོང་བྱེད་ཡོང་དུས་མི་དེ་ཚོས་དེང་སང་ངམ་ངམ་ཤུགས་ཀྱིས་འདྲི་ཡོང་གི་རེད། དཔེར་ན་ངའང་ནང་ཆོས་སྦྱང་ག་བྱེད་ན་བླ་བྲ་ཆེན་མོ་ལ་ནང་ཆོས་སྦྱང་ག་བྱེད་ན། ངའི་ལས་ཀ་ག་རེ་རག་གི་རེད། ངའི་འཚོ་བ་ག་འདྲས་སྐྱེལ་ཐུབ་གི་རེད། ཁ་ཅིག་གིས་ཟླ་བ་རེ་རེར་གླ་ཕོགས་དེ་འདྲས་ག་ཚད་རག་གི་རེད་ཟེར་འདྲི་འདི་འདྲི་གི་འདུག་ཨ། ད་ང་རྒན་ལགས་ཡིན་པའི་ཕྱིར་འདི་ག་རེ་ལབ་དགོས་རེད་ད། ནང་ཆོས་སྦྱང་ག་བྱས་ན་ལས་ཀ་ག་རེ་བྱེད་དགོས་རེད་ལབ་དགོས་རེད་ད། ཟླ་ཕོགས་ག་ཚད་རག་དགོས་རེད་ལབ་དགོས་རེད་ཡིན་ནའི་ཁོ་རང་ཁ་ཡོད་མ་རེད།

སློབ་སྦྱོང་བཅས་ཀྱི་གོ་སྐབས་ཡོད་པ་མ་ཚད་འཚོ་བ་སྐྱེལ་བའི་སྐར་གསོག་གོ་རེ་མཐུན་རྐྱེན་ཡང་ཡོད་འདོད་པའི་ཟེར་བ་ཞིག་དུ་དེ་འདྲའི་ཅིག་ཡོད་ན་དཔེ་མི་སྲིད་སྐལ་བ་བཟང་པོ་འགྲོ་བ་ཞིག་བརྩི་དགོས་ས་རེད། དེ་ནས་ངས་ད་ལྟ་སྐར་གསོག་གོ་རེ་འདི་ནུབ་ཕྱོགས་ལ་ངའི་ཤུལ་ཡིན་པ་ནུབ་ཕྱོགས་ལ་སློབ་སྦྱོང་འདི་སློབ་ཚན་དཔེར་ན་ང་ཚོ་ང་རང་ཚོའི་སློབ་གྲྭ་ལ་འདི་ཡོད་རེད་བོད་རིག་པ་དང་རྒྱ་གར་རིག་པ་ཡོད་རེད། བོད་རིག་པ་དེ་གཙོ་བོ་དགེ་རྒན་ང་སོང་ཙང་ངའི་འོག་ལ་མང་ཆེ་བ་སོ་སོ་ང་ཚོ་བོད་བརྒྱུད་ནང་བསྟན་དང་འབྲེལ་བ་ཡོད་པའི་བོད་རིག་པ་རེད་མ་གཏོགས་རོ་གཞན་དག་ངས་ཤེས་ཡ་ཤེས་འགལ་བ་མ་རེད་ལ་དེ་ནས་ད་ངས་སློབ་གསོ་བྱེད་ཐུབ་གི་མི་འདུག་གསོ་སྐྱོང་བྱེད་ཐུབ་གི་མི་འདུག་ད་སློབ་ཚན་གཞན་འདྲ་ཅིག་སྦྱངས་པ་ཡིན་ང་ཚོ་བོད་རིག་པ་དང་འབྲེལ་བ་བོད་ཀྱི་ནང་ཆོས་དང་འབྲེལ་བ་ཡོད་པ་དེ་ང་ཚོ་ཧུར་ཐག་ཕར་ཐག་བྱས་ནས་ཏེས་རྒྱབ་སྐྱོར་བྱེད་ཡ་ཡི་གི་ནུས་པ་ཅིག་ཡོད་རེད་བསམ་འདོད་ཡོད་རེད་ཡིན་ན་ཡང་ད།

དེང་སང་གི་མི་དེ་ཚོས་ཞི་དྲག་རིན་ཐང་ཡོད་མ་རེད་དེ་ནས་ལབ་མཁན་ཡོད་རེད། རིན་ཐང་མེད་ཙང་དེ་ནས་དཔལ་འབྱོར་གྱི་དཀའ་ངལ་དེ་སེལ་དུས་ཡང་མེད་པ་བཟོ་མེད་པ་བཟོ་ཤག་ཡིན་རེད་བ། དེ་ངས་བོད་ཡིག་ལ་བོད་སྐད་ལ་ག་རེ་ལབ་དགོས་ན་བསམ་ནས་ང་ཚོ་ཇར་མ་ནི་གི་ཐ་སྙད་ལ་དེ་བྱས་ཡོད་རེད།

སྣང་མེད་མེ་ཏོག་ཡིད་སློབ་ཚན་ཟ། ཡང་ན། ཀླུ་ཤིང་མེ་ཏོག་ཡིད་སློབ་ཚན་ཟེར་ལབ་ཡོད་རེད། དེའི་དོན་རྩ་ག་རེ་ཟེར་བ་ནི། ཟེར་གྱི་བ་རེད་ཟེར་ན་ང་ཚོ་སློབ་ཚན་ཆུང་ཆུང་འདྲ་བོ་ཞིག་ང་ཚོ་བོད་རིག་པ་འདྲ་བོ་ཞིག་དང་ནང་ཆོས་རིག་པ་དེ་སློབ་ཚན་ཆུང་ཆུང་རེད། དེ་ནས་གཞན་དག་བོད་མི་སེར་མི་མང་པོ་སློབ་ཕྲུག་མང་པོ་ཡོད་པའི་གི་སློབ་ཚན་རེད་བ། རྗེས་དང་ང་རང་ཚོའི་སློབ་ཚན་ཆུང་ཆུང་འདི་ཚོ་ལ། སྣང་མེད་མེ་ཏོག་ཡིད་སློབ་ཚན་ཟེར་བཏགས་གི་འདུག་ཇར་མ་ནི་ལ་རེད་བ། དེའི་སྣང་མེད་མེ་ཏོག་གི་བྱེད་ལས་ག་རེ་རེད་ཟེར་ན།

བསྟོད་ན་ལག་བཞུར་རེ་རེ་ཟེར་བའི་སྐད་ཆ་རེད་དོ། ཉེ་བར་མཁོ་བ་མེད་ནས་ནི་དཔེ་ཆ་ཡོད་པའི་སྐབས་སུ་དེ་ནས་འགྲོ་སོང་བཏང་ན་འགྲིག་དེ་བས་སུ་རབ་ཆེ། དེ་ནི་དཀའ་ལས་འཕྲད་པའི་སྐབས་སུ་དེ་དེ་མེད་པ་བཟོ་ནས་འགྲིག་ད་ང་ཚོ་བློས་བཏང་བྱས་ན་འགྲིག་བས་ཨོ་དེ་ནི་རབ་ཆགས་དེ་ཡོད་རེད། དཔེར་ན་ནང་ཆོས་རིག་པ་ཟེར་ན་དང་བོད་རིག་པ་ཟེར་ན་དེ་འདྲའི་ཆགས་དེ་ཡོད་རེད། བྱས་ཙང། དཔེར་ན། སླབ་གྲགས་ཀྱིས་ད་ལྟ་སྡེ་ཚན་གཅིག་ནང་ལོགས་ལ་བོད་རིག་པ་དང་བྱ་གག་རིག་པ་དང་ནང་ཆོས་རིག་པ་སྒྲུབ་བྱེད་ཡོད་པ་ཡིན་ན། དེ་ནས་དཔེར་ན་ང Professor སྒྲུབ་བྱེད་ཡིན་པ་དེ་དགོངས་པ་ཞུས་ནས་བགྲོ་ཚར་དུས་དེའི་ཚབ་ལ་མེད་པ་བཟོ་གི་ཡིན་སྲིད་ད་ད་ང་ཚོ་དགོས་ཡ་མི་འདུག་ག་སྲིད་ན་ང་ཚོ་དཔལ་འབྱོར་གང་གི་ཁྲལ་དེ་ཡ་རེད་དེ་དགོས་ཀྱི་མི་འདུག་ཕན་ཐོག་མི་འདུག་ཟེར་གྱི་ཡོད་རེད། དེ་ནས་ཁ་ཅིག་གིས་འོ་དེ་འདྲས་ལ་ཡ་ཡོད་མ་རེད་ཟེར་བ། ང་ཚོ་བོད་རིག་པ་ཟེར་མཁན་དེ་ང་རང་ཚོ་བོད་རིག་པ་གཅིག་པུ་མ་ཚད་སྤྱིར་བཏང་རིག་གཞུང་ཞུགས་མ་ག་རེ་ཡིན་ནས་རྒྱ་ནག་གི་རིག་གཞུང་ཡིན་ནས་འདྲ། Greek དང Latin གྱི་རིག་གཞུང་ཡིན་ནས་འདྲ། དེ་ནས་ད་ནུབ་ཕྱོགས་ཀྱི་ད་ནུབ་ཕྱོགས་ཀྱི་རིག་གཞུང་མང་ཆེ་བ Latin དང Greek ལ་གཏུགས་བསྡད་པ་གཅེར་བ། དེ་ནས་རྒྱ་ནག་ཡང་པད་མི་སེར་གྱི་ད་རིག་གཞུང་རྙིང་པ་འདྲ་བུ་བརྩི་གི་ཡོད་རེད་རྒྱ་གར་གྱི་རིག་པ་དེ་ཡང་པད་མི་སེར་རིག་གཞུང་རྙིང་པ་འདྲ་བུ་བརྩི་གི་ཡོད་རེད། ད་རྒྱུ་མཚན་ད་རྒྱུ་མཚན་ཟེར་ན་བསྒྲུབ་བྱའི་མཆོག་ཏུ་གྱུར་པ་འདི་རེད་ཤག་ང་ཚོའི་གི་འགྲོ་བ་མིའི་སེ་ག་འདི་ལ་ལོ་རྒྱུས་དང་ལྡན་པའི་མི་གཅེར་བ་སྤྱི་ཚོགས་གཅེར་བ། ལོ་རྒྱུས་ཀྱི་ཚོར་སྣང་མེད་ན། སོ་སོའི་ངོ་བོ་ཁོ་རང་འཛིན་ཐུབ་གི་མ་རེད། རེད་འདུག་རོ། དཔེར་ན་འདི་ར་གི་དུ་བ་དེང་སང་གར་སོ་དྲན་པ་མེད་པ་ཆགས་ཡས་ཀྱི་ན་ས་ཅིག་དུ་བ་ཡ་ལོ་ཡ་སླེབས་ཡོང་སྟེ་ཅི་ནས Dementia ཟེར་གི་དུ་བ་དེ་ལོ་ཡ་སླེབས་ཡོང་སྟེ་དེ་ནས་ང་ཚོ་སོ་སོ་སུ་ཡིན་མིན་ཧ་མ་གོ་སོ་སོའི་མི་དེ་ཚོ་སུ་ཡིན་མིན་ཧ་མ་གོ། དེ་ནས་ང་ཚོ། བདག་མཐའ་གཅིག་པུ་ལ་ཉེ་བར་མཁོ་བའི་སློབ་ཚན་དེ་སྦྱངས་པ་ཡིན་ན་ང་ཚོ་འགྲོ་བ་མི་འགྲོ་བ་མི་ལ་ལོ་རྒྱུས་ཅི་ཡང་མེད་པ་ནང་བཞིན། ང་ཚོ་འགྲོ་བ་མི་ཚང་མ Dementia གི་ན་ཚ་ཡི་རྣག་རོ་ནང་བཞིན་ཆགས་འགྲོ་གི་རེད་རོ། ཡིན་ནའི་འགྲོ་བ་མི་དེ་དེ་འདྲ་ཅིག་མ་རེད་བ། དཔེར་ན་བོད་དང་བསམ་བློ་བཏང་པས་ན་དཔལ་ལོ་སྟོང་ཕྲག་གི་ཆོས་དང་རིག་གཞུང་ཡོད་དུས་པ་ཅིག་རེད་བ། དེ་ང་ཚོས་དེ་སྲིད་ཡོད་རེད་དེ། འགྲོ་བ་མི་ཡི་ངོ་ཁོ་རང་མཚན་ཆེད་ཁོ་རང་ཁོ་རང་ལོ་རྒྱུས་ཆ་ཚང་གཅིག་བསམ་བློ་བཏང་ནས་འགྲོ་བ་མི་རིགས་ཆགས་བསྡད་ག་རེ་མ་གཏོགས་དེ་རིང་གཅིག་པུ་ཡིན་ན་འགྲིག་གི་ཡོད་མ་རེད་ཟེར་བ། ཡིན་ན་མི་ཁ་ཅིག་གིས་དེ་རིང་གཅིག་པུ་གི་ད་ལྟ་གི་འཚོ་བ་དེ་ལ་ཕན་ཐོགས་ན་སློབ་སྦྱོང་བྱེད་འོག་རེད་དེ་མིན་ན་སློབ་སྦྱོང་དང་ཆོས་སུ་ཡོད་མ་རེད་ཟེར་ནས་ལབ་གི་འདུག་ཨ། མདོར་ན་ང་འདྲ་བོ་ཅིག་བསམ་བློ་བཏང་ང་དང་ང་འདྲ་བའི་མི་དེ་ཚོའི་རིག་པ་དེ་ངོ་བོ་ཉིད་ཀྱི་རིན་ཐང་ཡོད་རེད་ལབ་གི་འདྲ་རེད་ད། རིག་པ་དེ་ཤེས་ཡོན་དེ་ངོ་བོ་ཉིད་ཀྱི་རིན་ཐང་ཅིག་ཡོད་རེད།

དེ་ནས། ཁྱད་པར་དུ། ད་ནི་ང་ཚོ་ནང་ཆོས་དང་འབྲེལ་བ་ཏང་གི་རིམ་པ་ཚང་མ་ནང་ཆོས་དང་འབྲེལ་བ་ཆགས་བསྡད་ཀྱི་ཡོད་རེད་ང་ཡང་ད་གྲྭ་པ་མ་ཡིན་ནའི་ད་སོ་སོ་ཀྱི་སོ་སོ་ཀྱི་སྤྲོ་བ་དང་མི་ཚེ་ཁོ་རང་ནི་ནང་པའི་ཀྱི་ལྟ་གྲུབ་དང་བསམ་བློ་བཏང་ནས་ཅིག་འཚོ་བ་སྐྱལ་གོ་སྐབས་རག་བསྡད་མཁན་ཕྱིར་རོ། བྱས་ཙང་ང་ཚོ་ནང་ཆོས་ངོས་ནས་བཤད་པ་ཡིན་ན་ད། འདི་བཤད་དགོས་དགོས་འདུག་ཨ། ཁྱད་པར་དུ་ང་ཚོ་ད་ལྟ་རྫོང་གསར། རྫོང་གསར་གྱི་དང་ཕྱིར་ད་ང་ཚོ་ལྷོ་ཨེ་ཤི་ཡ་གྱི་ནང་ལོགས་ཀྱི་ད་དགེ་འདུན་པ་བདུན་ཚོའི་སློབ་སྦྱོང་གནང་སྟངས་ཐོས་བསམ་གནང་སྟངས་དེ་དང། ནི་དེང་དུས་ཀྱི་ད་སློབ་གྲྭ་ཆེན་མོ་ནང་ལོགས་ལ་སློབ་སྦྱོང་གནང་སྟངས་ལ་ད་དེའི་ཁྱད་པར་ག་རེ་འདྲ་བོ་བྱུང་གི་ཡོད་རིན་ཐང་གི་ཁྱད་པར་ག་རེ་འདྲ་བོ་ཡོད་རེད་ཟེར་དེ་ནི་མ་བལྟས་ཞུ་གི་ཡིན་རོ། ཧཧཧ།

འདི་ངས་ག་རེ་ལབ་ཟེར་ན། ང་ཚོ་སངས་རྒྱས་པའི་ཆོས་འདི། དགའ་བདེའི། སྲོག་དང་ཡོད་པ་བརྩི་དགོས་རེད། དགའ་བདེའི། ཤི་ཚར་བ་ཡིན་པ་བརྩི་དགོས་རེད། སྲོག་སྨན་རང་བཞིན་བརྩི་དགོས་རེད། དགའ་བདེའི་སྲོག་དང་ལྡན་པ་བརྩི་དགོས་རེད། སྐད་ཆ་བཤད་ག་བཞིན་དྲི་བ་འདི་ངས་དྲིས། གཏམ་བཤད་འདི། འདི། ང། ང་བོད་བརྒྱུད་ནང་བསྟན་ལ་ཅིག་ཚར་ལོངས་འབྱུང་འདོད་པ་ཙམ་གྱིས་མ་ཡིན་པ། དེང་སང་ལྟས་ད་བློ་གཟུར་གནས་པར་གྱིས་བལྟ་ན་ང་ཚོ་ནང་པའི་སྤྱི་ཚོགས་ཡོད་པ་དེ་ཚོ་ལ་བལྟ་དགོས་ཀྱི་འདུག་ཟེར་བསམ་གྱི་ཡོད་རེད། དཔེར་ན་ནང་པའི་སྤྱི་ཚོགས་དཔེ་བལྟ་ན་འདི་ཅག་བལྟ་ན་འགྲིག་གི་རོ་ང་རྒྱ་ནག་ལ་འདྲ་བོ་ཞིག་བལྟ་རོགས། དེ་ག་ནང་བཞིན་ཀོ་རི་ཡ།

དཔེར་ན། དེང་སང་ང་ཚོ་རྒྱ་རུམ་ཅིག་དཔེར་ན་ནཱ་ལནྡྲ་གི་དཔེ་འདི་ལྟར་བཅུ་བདུན་ཡོད་རེད་གསུངས་ཀྱི་རོ། ཨཱ་ཁོང་གི་ཁོང་ཚོས་མཛད་པའི་སྟོན་བྱེད་དེ་ཚོ་ཡོད་རེད་བས་ཟེར་ན་ཡོད་རེད་ཟེར་བོད་ཆུ་ནང་ང་ཚོ་བོད་ཆུ་ནང་དེ་ནང་ལ་ཡོད་རེད། དེ་ནས་བླ་བྲ་དེ་ཚོ་ནུབ་ཕྱོགས་ཀྱི་བླ་བྲ་དེ་ཚོ་ནི་འདིའི་སྤེན་ཚེ་ཁང་ནས་ཅིག་དེབ་འདྲ་བོ་ཅིག་ཁྱེར་ནས་ཅིག་སློབ་སྦྱོང་བྱས་ཡ་རེད་མ་གཏོགས་དངོས་གནས་དྲང་ནས་ང་རང་ཚོ་བཤད་གྲྭ་འདི་ཚོའི་ནང་ལོགས་ལ། དཔེ་ཁྲིད། བཤད། འཆད། རྩོད། རྩོམ་གསུམ་ཟེར་ག་གཙོ་ག་གཙོ་རབ་དང་དེ་འདྲས་ཀྱི་བྱ་བ་ངོ་ངོ་མ་ཡོད་རེད་བས་ཟེར་ན་ཡོད་མ་རེད་བ་ད། ངས་དེ་འདི་འདྲས་ང་ཚོ་བི་ཇུ་ནང་སྟེང་ལ་ཡོད་པའི་ཐོས་བསམ་སྒོམ་གསུམ། དེ་ཚོ་དང་བཤད་སྒྲུབ་ལས་གསུམ་ནང་བཞིན་དང་མདོར་ན་ངས་མཁས་པའི་ཚུར་འགུགས་ལ་ག་བྱས་ཡོད་རེད་ད། འཆད་རྩོད་རྩོམ་གསུམ་བཤད་སྒྲུབ་ལས་གསུམ་ལ་སོགས་པ།

ཏེ་སྟེ་ཡེ་སུ་གུར་བ། ཡིན་ནའི། ང་ཚོ་དེ་འདྲ་ང་ཚོ་དཔེར་ན་ཀླུ་སྒྲུབ་ཀྱི་གཞུང་འདྲ་པོ་བཞག་པ་ཡིན་ན་རྩ་བ་ཤེས་རབ་འདྲ་པོ་བཞག་པ་ཡིན་ན། དཔེ་མཚོན་གང་ལ་ཡོད་རེད་སྔོན་མ་ཀླུ་སྒྲུབ་ཀྱིས་གསུངས་བཞག་པ་རེད་བསླབ་བྲལ་ལ་ཏེ་སྟེ་སྦྱངས་འདི་མ་རེད་བ། ང་ཚོ་ད་ནང་རྒན་ལགས་ཡོད་རེད་རེད་བ་མཁན་རིན་པོ་ཆེ་འདི་ཚོ་ཡི་ངོ་ནས་ཅིག་བཤད་ཁྲིད་དེ་ནི་གནང་གི་ཡོད་རེད་དེ་ནི་མི་དེ་ཚོ་བློ་འཛིན་བྱེད་ཀྱི་ཡོད་རེད་རྩེད་པ་རྩེད་ཀྱི་ཡོད་རེད་འདི་ནང་བྲེལ་བའི་རྩོམ་བརྒྱབ་ཀྱི་ཡོད་རེད་ད་དེ་འདྲས་དེ་ངས་བྱས་ན་ག་བས་ཡོད་མ་རེད་ད།

འདི་དཔེ་རྩ་ཆེན་པོ་རེད་དོ་ད་དུང། བཤད་རྒྱུན་ལུང་རྒྱུན་ཁྲིད་རྒྱུན་ཟེར་བླ་མ་ཞལ་ནས་བཞུགས་པ་དེ་ཚོས་ང་རང་ཚོ་ལ་ཁ་ཐུག་ཅིག་གནང་ནས་འགྲེལ་བཤད་བསྐྱོན་ནས་འདི་འདྲས་ཅིག་མཇལ་ཏེ། དེ་འདྲས་ཡོད་པ་དེ་ལ་ངས་འདི་སངས་རྒྱས་ཀྱི་བརྒྱུད་པ་འདི་སོགས་ཡོད་རེད་ལབ་དགོས་རེད། འདི་མེད་པ་དེ་ངས་སྲོག་དང་འདྲ་བའི་རོ་ནང་བཞིན་རེད་ལབ་དགོས་རེད།

ང་ཚོས་རྒྱུ་ཞབས་བརྗེས་བ་རེད་རྒྱུ་ཞབས་བརྗེས་ཡོད་པ་ད་རེད་ཡིན་ན་ཡང་ཏེ་སྲོག་ཡོད་མེད་ཀྱི་ཏེས་ཁྱད་པར་ཡོད་རེད་ཟེར་དེ་ལབ་ཁ་ཆེ་རེད་བ། བྱས་ཙང། སྐུ་གསུང་ཐུགས་རྟེན་བསམ་བློ་བཏང་ནས་ཡང་སྲོག་ཡོད་པ་དང་མེད་པ་གཉིས་ཡོད་རེད་ཟེར་ང་ཚོ་བོད་བརྒྱུད་ནང་བསྟན་ལ། སྐུ་གསུང་ཐ་ན་སྐུ་གསུང་ཐུགས་རྟེན་ཡིན་ནས་ཅིག་སྲོག་ཡོད་པ་ནང་བཞིན་ཅིག་མཐོང་གི་ཡོད་རེད་ཟེར་དེ་ག་རང་ཟེར་ཕྱི་ཚུལ་རྩོམ་གསུམ་བཤད་སྒྲུབ་ལས་གསུམ་ཐོས་བསམ་སྒོམ་གསུམ་ཆ་ཚང་ཡོད་ཡོད་ན། དེ་ནས་སངས་རྒྱས་ཀྱི་བསྟན་པ་དེ་སོགས་ཡོད་རེད་འདི་མེད་ན་ཤི་ཚར་ཞིག་རེད་ད Museum ནང་ཡོད་པ་ནང་བཞིན Flea Market ནང་ཡོད་པ་ནང་བཞིན་མེད་པ་ལས་ད་འདི Flea Market ནང་ཡོད་ན་ཡག་ག་ཡོད་རོ་མེད་པ་ལས་ད་འགྲེམས་སྟོན་ཁང་ནང་ལ་ཡོད་པ་དེ་ཡག་ག་རོ་བ་ཡིན་ན་དེ་ཙམ་གྱི་ང་ཚོ་སོགས་ཡོད་པ་རྩི་གི་མ་རེད་ཡིན་ན་ཡང་འདི་ལ་ཡ་དེ་ང་གཅིག་པུ་རེད་པ་ཟེར་མ་རེད་དཔེར་ན་ཁྱེད་ཚོ་ལྷན་རྒྱས་རྣམ་པ་ཁག་ཅིག་དགོངས་དགེ་བཅུ་རེད། ད་ལྟ་ཀོང་སྤྲུལ་ཡོན་ཏན་འཇམ་གསོལ་ཡིས་ད་ལྟ་ཤངས་པ་བཀའ་བརྒྱུད་ཀྱི་གསེར་ཕྱེ་བཅུ་གསུམ་ཅན་བསྡུ་བ། ཀོང་སྤྲུལ་ཡོན་ཏན་འཇམ་གསོལ་གསེར་ཕྱེ་ཀྱི་དཀར་ཆག་དེ་འདྲས་མཛད་ཡོད་རེད། གསེར་ཕྱེ་ཀྱི་དཀར་ཆག་རྣམས་ལ་ཁོང་གིས་རྗེས་གྲགས་ག་འདྲས་བྱས་ནས་གསུངས་ཤག་ཟེར་ན། དེའི་དཔེ་རྒྱུན་དང་ལུང་འབྱིན་ཟེར་ཁ་ཁ་བཏང་འདུག་རོ།

རྗེ་བཟང་མདོ་འདི་ཉག་ནི་ང་ཚོ་བོད་བརྒྱུད་ནང་བསྟན་གྱི་ད་ལྟ་སངས་རྒྱས་ཀྱི་ཆོས་སློབ་སྦྱོང་གནང་སྟངས་དེ་ལྟས་འདྲ་གི་མ་རེད་བསམ་ཡོད། དེ་འདི་ངས་དེ་ལྟ་དགེ་འདུན་པ་ནས་སུ་ལ་ཞུ་བ་ག་རེ་བྱེད་ནས་ཞུ་གི་ཡོད་ཟེར་ན་སྐབས་སྐབས་སུ་སུ་ག་རེ་ཡོད་པ་ལྟས་ཁྱེད་མགོ་བོ་དོ་མི་ཕྱི་ལོག་ལ་ལྟོས་ནས་ཨ་ལྟས་ང་རང་ཚོ་དངོས་གནས་གཅིག་འདུག་ད་ཟེར་ཉག་མགོ་གོ་འདུག་ད་ཟེར་བ། ག་འདྲས་ཉག་མགོ་གོ་འདུག་ཟེར་ན་དེ་ཡང་ད། མཁས་པའི་ཚུལ་དགུ་ཡི་གུ་རེ་ཉག་གོ་དུ་མ་དོར་བ། དེ་མིན་ན་ད་དུང་རོ། ཕྱྭ་ཡའི་ངན་ཁ་དུ་བ། ད་དེ་ཞུ་ཅིག་ཞུ་ཡ་ཅིག་འདི་ཡིན་ད་འདི་དང་བྲལ་ནས། ད་འདི་དང་བྲལ་ནས་ང་རང་ཚོ་ཉེན་ཁ་ཅིག་ག་རེ་ཡོད་རེད་ཟེར་ན། ངས་ག་དུས་ལབ་ཚེ་འདི་ཐ་སྙད་འདི་ངའི་ཡིན། ངས་དུས་བབ་ཀྱི་དབྱིངས་ལག་ཁ་ཕྱིར།

ཆོས་དང་རིག་གཞུང་འདི Classical ཡིན་པ་ཡོད་རེད། འདི་འདི་བརླག་སོང་ན། ད། ང་ཚོ་བོད་ཀྱི་ཆོས་དང་རིག་གཞུང་དཔེ་དཔང་པོ་ཆགས་ཀྱི་རེད་བསམ་གྱི་ཡོད་རེད་ད། འདི་ཉར་མ་ཐུབ་པ་ཡིན་ན་ཕལ་ཆེར་རིན་ཐང་དེ་བས་ཆུང་དུ་འགྲོ་གི་རེད་བསམ་ནས། བྱས་ཙང་འདི་ངའི་སེམས་ཁྲལ་དེ་ག་རེ་ཟེར་ན། ང་ཚོ་དུས་བབ་ཀྱི་དབྱིངས་དང་འཇུར་འགྲོ་དུས། འགྱུར་བས་ཀྱི་འབད་བརྩོན་བྱས་ཡོང་སྟེ། ད་ཉེན་ཁ་ཉེན་ཁ་དེ་མདོར་བསྡུས་གྲུབ་ཞུས་པ་ཡིན་ན། ང་རང་ཚོ་ལ་ཡོད་པ་དེ་བ་ཤོར། ནས་གཞན་དག་དེ་གཞན་དག་ལ་ཡོད་པ་དེ་ཚུར་ལེན་མ་ཐུབ་སྐྱིད་མང་དེ་ལ་སྟོང་པ་ཆགས་ཡས་ཀྱི་ཉེན་ཁ་ཡོད་འདུག་བསམ་གྱི་ཡོད་རེད་ད། དཔེར་ཟད་ཉི་ཧོང་གི་མི་དེ་ཚོ་ང་ཚོ་ངོ་ཤེས་པའི་གྲོགས་པོ་དེ་ཚོ་དེ་གསུང་གི་འདུག་ཁོང་ཚོ་མེ་ལྕི་སྤི་རེད་ཀྱང་བྱས་ཡོད་རེད་ས་དེ། དེ་དུས་དེ་མེ་ལྕི་གི་སྔོན་ལ་ང་ཚོ་ནང་བཞིན་ཡོད་ས་རེད་དེ། ངོ་ནས་ཐོས་བསམ་སྒོམ་གསུམ་དཔེ་ཆ་སྦྱང་ཡོད་པ་ལ་དེ་ནས་ཡོད་ས་རེད་ད།

དེ་མ་ཡིན་པར་གོམས་པ་རང་ལ་ཐོས་བསམ་སྒོམ་གསུམ་བཤད་སྒྲུབ་ལས་གསུམ་ཆོས་རྩོད་རྩོམ་གསུམ་ལ་སོགས་པ་དེ་མེད་པའི་བཟོ་རབ་ཅིག་ཏུ་དང། བྱས་ཙང་ང་རང་ཚོ་ལྷོ་ཨེ་ཤི་ཡ་རེད་ཁྱད་པར་དུ་བོད་དང། བོད་ཀྱི་ཆོས་དང་རིག་གཞུང་དང་འབྲེལ་བའི་གྱི་སྤྱི་ཚོགས་ག་བ་ཡིན་ནའི་ང་ཚོ་ལ་དེ་མ་ར་ར་ཞིག་འདུག་བསམ་པ་དེ་ཚོ་རང་དེ་ལེགས་མི་འགྱུར་བ། འདི། འདི་ཉར་ཐུབ་ན་དཔེ་ཡག་པོ་ཡོང་ས་རེད་བསམ་གྱི་ཡོད་ད། འདི་བཀླགས་ན་ད་དཔེ་བློ་ཕམ་ས་རེད་བསམ་གྱི་ཡོད་ར་བུ་ཆེ། འདི་ད་ཞུ་བའི་ཅིག་དེ་ཡིན། དེ་ནས་ད་ལྟའི་ང་ཞིབ་འཇུག་པ་ཡིན་པའི་ཁུལ་རེད་ཞིབ་འཇུག་པ་ང་ཚོ་དགེ་འདུན་པ་མང་པོ་ཡོད་རེད་རྫོང་སར་ཁོ་རང་ཚོ་ནས་དཔེ་མི་སྲིད་གི་ད། བརྩོན་འགྲུས་དང་ཤེས་རབ་དང་ལྷག་བསམ་དང་ནུས། གར་སོགས་ཀྱི་ལྕོགས་གྲུབ་དང་ལྡན་པའི་ཞིབ་འཇུག་པ་མང་པོ་ད། ཁོང་ཡོད་རེད། དེ་ནི་ང་ཚོ་ཞིབ་འཇུག་པ་དེ་ཚོས་ད་ལྟ་ཚུར་ཞིབ་འཇུག་པ་གི་ལྟ་སྒོམ་བྱེད་བསམ་ཡོད་རེད་ད་ཞིབ་འཇུག་པ་དེ་ཚོ་ལ་དེའི་ལྟ་སྒོམ་བྱེད་ཚུལ་གཞིར་བཞག་བྱས་པ་ཡིན་ན་ང་ཚོའི་གི་བསམ་ཚུལ་འདི་ཡིན། ང་ཚོའི་ང་ཚོའི་གི་ཆོས་དང་རིག་གཞུང་བདག་པོར་བྱས་པར་བྱས་པ་ལ་ཤེས་ནས་བདག་པོ་དཔྱིས་ཕྱིན་པར་ཤེས་ནས་བདག་པོ་བྱབ་ཐུབ་གི་རེད། དེ་དཔྱིས་ཕྱིན་པར་མ་ཤེས་ན་བདག་པོ་ཞིག་ལ་བྱབ་ཐུབ་གི་མ་རེད་ཟེར་བའི་གི་འདི་ཅིག་འདུ་ཤེས་ཅིག་ཡོད་རེད་ང་ཚོ་ལ་རོ། འདི་དེ་ད་ལྟ་ང་ཚོ་ཚེ་ཚེ་ཁེ་ལྷན་ཅིག་རྣམ་པ་ཁག་ཅིག་དགོངས་ཀྱི་རོགས་ད་ང་ཚོ་བོད་ཕྱི་ནང་དུ་མཁས་པ་མང་པོ་མཁས་གྲུབ་མང་པོ་ཞིག་བདེན་ཚོར་བ་ཁྱང་ཚོ་དམིགས་བསལ་གར་ཆེན་ག་འདྲའི་དམིགས་བསལ་འདི་འདི་ལས་ཡག་ག་དང་འདི་ལས་ཟབ་པ་ག་འདྲའི་བཤད་ཐུབ་ཀྱི་རེད་ཟེར་སྔ་མ་ནས་ལན་འདི་འདྲི་བ་མང་པོ་སླེབས་རེད་ངས་ལན་མང་པོ་འཇབ་ཚར་རེད་དེ་དེ་སེ་ང་རང་ཚོ་ད་ལྟ་བར་དུ་རེད་བ་ད་ལྟ་བར་དུ། བོད་གངས་ཅན་ལྗོངས་སུ་མཁས་པ་དང་གྲུབ་པ། སྒྲུབ་པ་བདེན་ཚིག་གི་བརྩམ་བྱ་བཞུགས་པའི་རྗེས་ཤུལ་ཡུལ་རེ་ཡོད་ཚེ་ང་ཚོ་ནི་ཤེས་པར་བྱ་བ་དང། སྐར་ཚོགས་དཔྱད་པར་བྱ་བ་རེད་མ་གཏོགས་དེ། ང་ཚོ་དེ་ཧ་གོ་མཁན་སློབ་སྦྱོང་བྱེད་མཁན་ཡིན་བསམ་གྱི་ཡོད་རེད་མ་གཏོགས་རེད་བ། འདི་གི་ཚབ་བྱས་ནས་དེ་བྱེད་མཁན་ཡིན་སེམས་ཆུ་ནས་བསམ་གྱི་མེད་རེད་བ། ང་ཚོས་ཀྱི་མཁས་པ་དང་སྒྲུབ་པ་དེ་ཚོས་བརྩམས་བྱ་ཆུ་ཡིག་ཆ་དེ་ཚོ་དང་དེའི་ནང་ལོགས་ལ་ཡོད་པའི་དགོངས་པ་དེ་ག་འདྲ་ཡིན་ན་ཟེར་གི་ལན་ཨེ་གི་བེ་བཙན་སྡིག་ལ་ཁུངས་དང་ལུང་རྒྱབ་སྐྱོར་དེ་འདྲའི་གང་མང་མང་དང་གང་ཡག་ཡག་བཙལ་ནས་བརྟན་པོ་འདྲ་པོ་ཅིག་བཟོ་ཐུབ་ན་དང་འདི་འདྲའི་རེ་བ་བརྒྱབ་ནས་ང་ཚོ་སློབ་སྦྱོང་བྱེད་ག་ཅིག་ཡོད་རེད། དང་ཞིབ་འཇུག་དང་འབྲེལ་བའི་སྐད་ཆ་འདི་ཡང་ནི་ཞིབ་འཇུག་བྱས་པ་དེ་རྗེས་མ་དཔར་གྲུ་འཇལ་ནི་མི་བདུན་ཚིགས་བཅད་མ་དེ་ནི་རིམ་པས་རིམ་པས་བཞིན་དུ་ལྟ་ཡ་ཡོད་པ་བྱས། དེ་གཅིག་ངའི་ཁྱད་པར་དེ་ང་ཚོ་ནམ་རྒྱུན་ཞིབ་འཇུག་པ་དེ་ཚོ་ལ་ཞུ་གི། ཞིབ་འཇུག་པ་དེ་ཚོས་ག་རེ་རེ་ཞིག་ག་འདྲའི་ར་བ་ཞིག་གོ་བ་ར་བ་ཞིག་ལེན་ནས་གཏན་ལ་ཕབ་ནས་གྲུབ་འབྲས་དེ་དཔར་གྲུ་འཇལ་བཞག་པ་འདི།

སློབ་སྦྱོང། སློབ་སྦྱོང་དང་འབྲེལ་ནས་ད་ལྷན་རྒྱས་རྣམ་པ་ཚང་མ་སློབ་སྦྱོང་གནང་མཁན་རེད། དེ་ནས་གར་སོགས་རེད། དེང་སང་སློབ་སྦྱོང་གནང་དང་གྲངས་མེད་རེ་ཡོད་རེད། ད་གཉིས་མདོར་བསྡུས་ཀྱིས་ཞུས་ན། སློབ་སྦྱོང་ལས་སླ་པོ་དང། སློབ་སྦྱོང་དེ་ཕུལ་དུ་ཕྱིན་པ་དང་མགྱོགས་པ་དང་མྱུར་བ་དེ་འདྲའི་བཅས་ཀྱི་ཐབས་ཤེས་ཡར་རྒྱས་གཏང་དགོས་རེད་ངེས་པར་དུ་གཏང་དགོས་རེད་བསམ་གྱི་ཡོད་རེད། ཡིན་ན་ཡང་གང་ལ་སླ་པོར་བྱ་བའི་ཡུལ་ཡོད་ར་དེ་དེ་ཆུ་ནས་བློས་བཏང་ཡོད་མ་རེད། ངེས་པར་དུ་ཤེས་བྱ་དེ་ག་རང་ཤེས་ཐུབ་པ་ཞིག་བྱས། ཡིན་ན་ཡང་ད།

གང་མྱུར་མྱུར་བྱས་ནས་ལག་ཆ་བེད་སྤྱོད་བཏང་བ་ཡིན་ན། ང་ཚོ་རྗེས་མ་འཐུས་ཤོར་ཡོང་གི་མ་རེད་བསམ་གྱི་ཡོད་རེད། ད་ང་ཚོའི་སྔ་མ་གི་མཁས་པ་དེ་ཚོས་ཀྱིས་ཤེས་ལྡན་པ་དེ་ཚོས་ང་ཚོས་ཤེས་མ་ཐུབ་པའི་ཆགས་སོང་ན། དཔེ་མི་སྲིད་བློ་ཕམ་འབྱུང་ས་རེད་བསམ་གྱི་ཡོད་རེད། ཡིན་ནའི་ང་འདིའི་ཐད་ལ་ང་ཀླད་པ་རྙིང་པ་ཆགས་བསྡད་རེད་ད། གལ་སྲིད་ན་དཔེ Conservative ཆགས་རེད། གལ་སྲིད་ན་འདི། ངས་ད་ལྟ་བོད་ཕེབས་ན་དུས་རབས་བདུན་པ་ནས་ད་ལྟ་བར་ཉི་ཤུ་རྩ་གཅིག་བར་དུ་ང་ཚོ་བོད་ཀྱི་མཁས་གྲུབ་བསྟན་འཛིན་ག་ཚད་ཟེར་ག་ཚད་བརྩམས་ཡོད་རེད་ག་ཚད་ཅིག་རྗེས་འབྲེལ་ག་ཚད་བཞག་ཡོད་རེད། འདི་དེ་ད་དུང་ང་ཚོའི་བ་སློབ་སྦྱོང་བྱས་ནས་བ་བཤད་ཀྱི་ནུས་པ་ཡོད་པ་ཅིག་དགོས་ཀྱི་རེད་མ་འདི་ནུས་པ་དེ་མེད་པ་ཟེར་ན་སྐད་ཁོ་རང་མ་སྦྱངས་དེ་ནས་ཅིག་བ་ཡིག་ཆ་ཁོ་རང་སློབ་སྦྱོང་བྱེད་སྟངས་མ་ཤེས་པ་ཡིན་ན་འདི་དེ་ག་ཚིག། ཕྱི་ཤམ་ལ་བཤམ་ཡས་ཀྱི་ནང་སེང་ཕྱག་དྲུག་བསྐོར་བ་བྱས་ཙང་སློབ་སྦྱོང་བྱེད་ཡས་འདི་རྣམ་པ་ཀུན་ཏུ་འདོར་ཡས་མི་འདུག་བསམ་གྱི་ཡོད་རེད། དེ་ནས་ངས་སྔོན་དུ་དྲི་བ་བྱེད་ཤེས་ཡོན་པ་དེ་སློབ་སྦྱོང་བྱེད་ན་ག་རེ་ངོ་བོ་ཉིད་ཀྱི་རིན་ཐང་ཡོད་རེད་དམ་དེ་བརྗེད་ལས་ཙམ་དེ་ལ་ང་ཚོ་ཁག་ཡོད་མ་རོགས་ཕན་ཚུན་དགེ་འདུན་པ་དེ་ཚོས་ད་ང་བཤད་གྲྭ་འདི་སློབ་སྦྱོང་བྱས་པ་ཡིན་ན་ག་རེ་བྱེད་དགོས་རེད་དེ། ངས་བཀའ་དྲིན་ཞུ་གི་ང་ཚོ་དགེ་འདུན་པ་དེ་ཚོ་འགྲོ་ས་རྣམ་པ་གསུམ་འདུག་ཟེར་ལགས་ཀྱི། བྱུང་ན་རབ་བྱུང་ན་དངོས་གནས་མི་ལ་རོལ་པ་ན་ཡིན་ཞིང་ཚེ་དང་གྲུབ་པ་མཉམ་པ་ཅིག་ནས་སྒོམ་ཉམས་ལེན་གནང་ནས་བཞུགས་དགོས་རེད་དེ་ང་ཚོ་ཚང་མ་སྐྱབས་སུ་མཆི། ཚང་མས་རྗེས་སུ་ཡི་རང་བ་ཅིག་ཆགས་བསྡད་ཀྱི་ཡོད་རེད། དེ་ནས་གཉིས་པ་དེ་ད་གྲྭ་བ་བྱས་ནས་འགྲོ་གི་མི་འདུག་ད་ཉོབ་སོང་ད།

དཀའ་ལས་བརྒྱབ་ནས་འཚོ་བ་སྐྱེལ་ན་འགྲིག་བསྡད་པ་རེད། ཡིན་ནའང་ང་ཚོ་དཔེ་ཆ་མང་པོ་ལོ་མང་པོ་ཞིག་དཔེ་ས་སྦྱངས་ནས་ནི་འཚོ་བ་སྐྱེལ་ཏེ་དཔེ་ཁ་ཁ་ཕྱིར་སྐྱེལ་བཞག་ན་ལྟས་སེམས་པ་སྐྱོ་པོ་རུ་ཆགས་སོང་ཨ། དེའི་ཕྱིར་ནས། འདི། གདམ་ག་གཉིས་པ་འདི་ཡག་པོ་མི་འདུག་བསམ་གྱི་རེད། ཕུན་སུ་ཚོགས་པ་ཞིག་མ་རེད་ཤག། གདམ་ག་དང་བདུད་དང་བགེགས་ཀྱི་གདམ་ག་ཡོད། ངའི་བཀའ་ཅི་ན་ག་ཞུ་གི་སངས་རྒྱས་པ་ལ་ཡམ་སྲི་ཆེ་བ་གཅིག་གར་འདུག་ཟེར་ན། སངས་རྒྱས་པའི་ལུགས་ལྟར་བྱས་པས་ན་ང་དམྱལ་བར་འགྲོ་གིན་ཡིན་ཟེར་ན་དབང་ཆ་ཡོད་རེད་ད་ང་ལ། མི་སུ་གང་གི་དམྱལ་བར་མ་འགྲོ་རུ་ཅིག་ལབ་ཡོད་མ་རེད་ད་འགྲོ་ཆོག་ཆོག་ཡོད་རེད། རྒྱུ་དང་རྐྱེན་ནི་ང་ཚོ་ཤེས་ཀྱི་ཡོད་རོགས་ད་དམྱལ་བ་དམྱལ་བར་འགྲོ་ཡ་གི་རྒྱུ་དང་རྐྱེན་ག་རེ་ཡོད་རེད་ད་འོ་དེ་དེ་དེ་དེ་རེད་ཟེར་གསུང་གི་རོགས་ང་ཚོ་སངས་རྒྱས་ཀྱི། བྱས་ཙང་དེ་དབང་ཆ་དེ་བ་སུ་གང་གིས་བཀག་ཐུབ་ཡོད་མ་རེད་ང་ངེས་བ་འགྲོ་དུས་ཡིན་ན་བྱས་ཙང་དབང་ཆ་ཡོད་རེད་བྱས་ཙང་ང་ཚོ་གདམ་ག་གཉིས་པ་དེ་ང་ཉིན་གཅིག་མིན་གཅིག་འགོ་གི་འདུག་ཟེར་ན་དབང་ཆ་ཡོད་རེད་བསམ་གི་ཡོད་རེད་ཡིན་ནས་འདིས་ཕུན་སུ་ཚོགས་པ་མི་འདུག་ཟེར་བསམ་གི་ཡོད་རེད་ཕུན་སུ་ཚོགས་པ་དེ་ག་རེ་རེད་ཟེར་ན་ད་མི་ལ་རོལ་པ་གནང་བཞིན་མི་ལ་རོལ་པ་གནང་བཞིན་ཨེམ་པི་རི་ཁྲི་ལ་དེ་ཉན་སྤྲོ་གི་མི་འདུག་དེ་ནས་དཔེར་ན་ནིའུ་ཡོག་ལ་འགྲོ་ནས་ནས་ཅིག་གཟའ་ཁང་ཅིག་ལ་དེ་ནས་ཕོར་པ་དང་དེ་འདྲའི་ཐ་ལི་དེ་འདྲས་བཀྲུས་ནས་ནི་ངའི་འཚོ་བ་དེ་འདྲས་འདི་སྐད་ཡང་སྐད་འདི་ཡང་མེད་ཟེར་བས་དེ་ནི་ག་རེ་གནང་གོ་རེད། གོམ་པ་ལ་བཞུགས། ཡང་ན་ཤིང་དང་འབྲེལ་བ་ཡོད་པའི་ཐོས་བསམ་དེ་གར་བཟོ་གོ་རེད། འཐད་པའི་ཕྱོགས་མི་ཤེས་པར་གྱུར་ནས་སློབ་སྦྱོང་དེ་མང་པོ་ཞིབ་བུ་བྱས་ཡོད་ཟེར་མུ་མཐུད་ནས། དེང་སང་དབྱིན་ཇི་ལ Nerd ཟེར་གི་མི་དེ Nerd། ད་ང་ཚོ་སློབ་སློབ་སྦྱོང་གི Nerd ཅིག་གོ་གི་འདུག་ར་ང་ཚོ་ནང་པའི་ཆོས་ལ Nerd ཅིག་གོ་གི་ཡོད་རེད། ག་པ་དེ་ནས་ང་ཚོ་སངས་རྒྱས་ཀྱི་ཆོས་སློབ་སྦྱོང་བྱས་ལ་དོ་སྣང་ཆུ་ནི་ནམ་ཡང་ཡལ་བར་མ་བྱེད་པ་བྱས་ནས་བརྗེད་ཐུབ་ན་དེ་ནས་མི་སེར་དེ་སྐྱིད་པོ་ཡོང་བའི་ས་རུ་ཞིག་འདུག།

ཨ་ལས། ལམ་ལ་ཞུགས་མི་ཞུགས་ཧ་གོ་གོ་ཡོད་མ་རོག་ལམ་ལམ་ཞུགས་ཟེར་ནས་ཧོ། དེ་སྤོབས་པ་ཆེན་པོ་རེད་བུ་ཆགས་སྐྱེ་རོ། ང་ཚོ་ལམ་ཁོ་རང་ཞུས་ཡོད་ང་ཚོ་སྦྲང་དཀར་བྱས་པའི་རྩིས་ཁོ་རང་འཇལ་ཡོད་མ་རེད། ཅི་ཡང་དུས་ཚོད་རིང་པོ་ཞིག་བསམ་བློ་བཏང་གོ་གོ་འདུག་ཨ། བྱས་ཙང་དེ་ནས་ང་རང་ཚོ། དཔེ་ཆ་དེ་སོ་སོ་ལ་སོ་སོས་སློབ་སྦྱོང་བྱས་ཕ་མི་བདུན་ཚོ་ལ་དཔེ་ཆ་བསླབ་བྱས་དེ་ནས་ཞིབ་འཇུག་པ་རེད་བུ་ཆགས་པ་ཡིན་ན། དེ་ནས་ངས་ཁོང་ཚོ་ལ་ཁོང་ཚོ་མཁྱེན་གྱི་རེད་ད་འདྲ་ཞིབ་འཇུག་པ་གནང་མཁན་དེ་ཚོས། ཞིབ་འཇུག་པ་ཟེར་བ་ནི་ཇི་འདྲ་གང་ཡང་མ་ཡིན་ནས། ཞིབ་འཇུག་བྱས་ཏེ་གར་སོག་པོ་རེད། སློབ་སྦྱོང་བྱས་ཡར་རྒྱས་བཏང་ཡས་ཀྱི་གོ་སྐབས་ཕུན་སུམ་ཚོགས་པ་ཞིག་རེད་འདུག་བསམ་གྱི་རེད་ང་རང་ཉོན་ནས་རོ། འདིའི་ཉམས་མྱོང་ཐོག་ནས་གསུང་གི་རེད་ཁོང་ཚོས། དཔེར་ཡང་ང་ཡང་ཉམས་མྱོང་དེ་ནས་བཤད་པ་ཡིན་ན། ང་ཚོ་བཤད་གྲྭ་ལ་ཞུགས་དེ་ཁག་ཡོད་མ་རེད་ང་ཚོ་སློབ་ཚན་ཡོད་ར་སློབ་ཚན་གང་ཡིན་པ་དེ།

བདག་ཉིད་ངོ་མ་ཕ་དཔེ་ཤར་རླབས་ཡག་དང་འདི་ལྟར་ཕལ་ཆེར་ངའི་དགེ་རྒན་རེ་རེས་རེ་རེ་ཀྱི་ཐབས་ཤེས་ཕྱོགས་སུ་བཅོས་པ་རེ་རེ་ཡོད་རྒྱུ་རེད་བསམས་སྟ། དེ་ནས་དེ་མི་གཅིག་གིས་ཕལ་ཆེར་ལག་ལེན་བསྟར། དཔེར་ན་ང་ལ་དགེ་རྒན་གཅིག་ཡོད་ངས་ང་རང་གི་ཐབས་ཤེས་གཅིག་ཡོད། ལྷན་ཅིག་རྣམ་པར་དགེ་རྒན་གཅིག་དེ་ཁོ་རང་ཚོའི་ཐབས་ཤེས་ཕྱོགས་སུ་བཅོས་པ་ཡོད་རྒྱུ་རོ་རེད། གཙོ་བོ་ངས་སྙིང་པོ་རུ་བའི་དྲིས་ལན་ཞུ་ན། ང་རང་ཚོ་ཨེ་ཤ་ཡའི་མི་དེ་ཚོ། ཏེས་ཁ་ཁ་ཡིན་ཟེར་བར་བོད་མ་བསམ་བློ་བཏང་ཐང། ང་ཚོ་བརྩེ་བ་ཡོད་པ་ཡིན་ན་སློབ་ཕྲུག་དེ་ཚོ་ལ་བརྩེ་བ་ཡོད་པ་ཡིན་ན། དེ་ནི་བརྩེ་བའི་ཐོག་ནས་ཏེས། ཤ་ཚ་བའི་སྒོ་ནས་ཏེས། ཏེས། གཞིས་ཀའི་དབང་གྲགས་ག་རེ་བྱས་ནས་ང་ཚོ་སློབ་ཕྲུག་དེ་ཚོ་ཏེས་ཁས་ལེན་ཐུབ་པའི་རོགས་བྱས་ཡོད་རེད། ང་ཚོ་ཤར་ཕྱོགས་ཀྱི་སློབ་ཕྲུག་དེ་ཚོས། ད་ནུབ་ཕྱོགས་ཀྱི་སློབ་ཕྲུག་དེ་ཚོས་གཟབ་གཟབ་བྱེད་དགོས། བརྩེ་བའི་ཐོག་ནས་བརྩེ་བ་ཡོད་ནའང་ཞི་བའི་སྒོ་ནས་བཤད་དགོས་རེད་མ་དོར་བ་གཅིག་སྐབས་ཆེན་དང་ཡང་བཟོད་རབ་དང་འདི་ཆུ་ནི་ཁོང་ཚོ་འགྲོ་གི་ཡིན་ས་མ་རེད་ད་ནུབ་ཕྱོགས་ལ་བྱས་ཙང་ཡིན་ན་ཡང་ང་ཚོའི་དགེ་རྒན་འདྲ་པོ་བྱས་ཏེ་ཨེ་ནི་གར་བཟོ་དགོས་རེད་ག་འདྲས་ཅིག་ཡིན་པ་ཡིན་ནའི་སློབ་ཚན་ག་རེ་ཅིག་ཡིན་པ་ཡིན་ན་དགེ་ཕྲུག་འདི་ཚོས་དགེ་རྒན་འདི་ལ་དངོས་གནས་ལྷག་བསམ་དང་བརྩེ་བ་འདུག་བསམ་པ་ཡིན་ན་ཕལ་ཆེར། དགེ་ཕྲུག་བསྟན་སྲིད་ཉན་པའི་བཟོ་རབས་ཤིག་འདུག་ལྟས་ནུས་པ་སྒྲུབ་རྒྱུ་ཐོན་པའི་བཟོ་རབས་ཤིག་འདུག་ད་དེ་ཙམ་ཡིན་ངས་ད་དམིགས་བསལ་གྱི་ད་ལྟ་སློབ་སྦྱོང་སྤྲད་ཡ་གི་ང་དྲིལ་བསྒྲགས་ཀྲིག་པེད་དྲ་གོ་ཅིག་ལ་མཁས་པ་གང་ཡང་མ་ཡིན་ཙང་ངས་ཞི་ར་ཞུ་ཐུབ་ཡ་མི་འདུག་རོ་ཨ། ད་ཐ་མ་ཐ་མ་དེ་དེ་དེ་མ་གཞི་ཁ་ཡོད་མ་རེད་ལབ་ཡོད་པ་ང་ཚོ་ང་རང་ཚོ་གི་ཡུལ་དང་དུས་དང་གང་ཟག་ལ་བརྟེན་ནས་ང་ཚོ་རིན་ཐང་ཤེས་ཡོན་གྱི་རིན་ཐང་ལྟ་ཚུལ་དང་འགྱུར་འགྱུར་འགྲོ་གི་ཡོད་རེད། རིན་ཐང་ཡོད་པ་ཟེར་མཁན་དེ་སེར་སྣ་ཞིག་ལོ་བརྒྱ་ཕྲག་སྟོང་ཕྲག་འགྲོ་ནས་འགྱུར་བ་ཞིག་འདྲ་མ་འགྲོ་བདེ་ཞིང། རིན་ཐང་མེད་པ་དེ་ཚོ་དེ་ཚོ་སྒིབ་བྱེད་རིགས་སྣང་ཞིང། ལྟས་ལྟས་ཟ་གནས་སྐབས་ཀྱི་ཟ་གཡུག་ཞིག་ཡང་ན་དེ་རིང་གི་ཚགས་པར་ནང་ཞིག་རོ། ང་ཚོ Classical གཞུང་དེ་ཚོ་དེ་རིང་གི་ཚགས་པར་ནང་ཞིག་མ་རོ། ལོ་ག་ཚོད་འགྲོ་ནས་དེ་རིན་ཐང་ཨོའུ་སི་ཡོད་རེད་ཟེར་ང་ཚོ། ཨོ། ད། འདི་འདྲའི་གི། འདི་འདྲའི་གི་སློབ་སྦྱོང་དེ་གཉིས་རིན་ཐང་ཡོད་པ་ཚིག་ཡོད། ཕལ་ཆེར་རིན་ཐང་དེ་གཉིས་ཀ་ཡོད་བཞིན་ཡོད་རེད་ས། ངོ་གཉིས་ཀྱི་སྒོ་ནས་རིན་ཐང་ཡོད་རེད་ལ་བྱེད་ལས་སྒོ་ནས། མཐའ་མ་མཐའ་མ་ཡིན་ད་དེ། སངས་རྒྱས་པོད་ཀྱི་ཤེས་ཡོན་སྦྱང་ཡས་ཀྱི་དགོས་པ་ཆུ་མཚན་མཐར་ཐུག་པ་དེ་ག་རེ་རེད་ཟེར་འདི་གཅིག། དྲི་བ་གཅིག་རང་དྲིས་ནས་འདི་མཇུག་བསྡུ་གིན་ཡིན་རོ། ང་ཚོ་སངས་རྒྱས་པའི་ལུགས་གཞིར་བཞག་བྱས་པ་ཡིན་ན། སློབ་སྦྱོང་བྱས་པའི་གི་ད། རྗེས་ལུས་ཀྱི་སྒོ་ནས་ད་ངོ་བོ་ཉིད་ཀྱིས་མེད་པའི་དབང་དུ་བཏང་ནས་རྗེས་ལུས་ཀྱི་སྒོ་ནས་རིན་ཐང་ག་རེ་ཡོད་རེད་ཟེར་ན། སྲིད་དེ་ཕལ་ཆེར་རྒྱ་གར་གྱི་རྒྱ་གར་གྱི་ལྟ་གྲུབ་མང་ཆེ་བ་ཀྱིས་དེ་ཁས་ལེན་པའི་ཟེར་རོ་ཞིག་ཡོད་རེད་ས་ནང་པ་སངས་རྒྱས་པ་ཙམ་མ་ཡིན་པ། དཔེར་ན་ང་ཚོ། དེ་སྲིད་གར་ས་གར་སོགས་རེད། ང་ཚོ་སྤྱན་འཇུག་གི་ཚིག་འདྲ་བོའི་སྐུལ་མ་བྱས་པ་ཡིན་ན། བདེན་པ་མཐོང་བའི་སྒྲོལ་སྦྱོར་གྱི་སེམས་སོ། འདིས་ང་ཚོ་སངས་རྒྱས་པའི་མང་ཆོས་ཀྱི་དང་ཐོས་བསམ་སྒོམ་གསུམ་དང་རིག་པའི་གནས་ལྔ། ཐུན་མོང་དང་ཐུན་མོང་མ་ཡིན་པའི་གནས་ག་ཚད་སྦྱངས་ནས་ཐ་མ་ཐ་མ་བྱས་ཏེ། ཐོས་པའི་ཤེས་རབ་དང་བསམ་པའི་ཤེས་རབ་དང་སྒོམ་པ་སྒོམ་པའི་སྟོབས་ལས་འབྱུང་བའི་ཤེས་རབ་གསུམ་སྐྱེ་དགོས་ཀྱི་ཡོད་རེད། སེ་གེ་རོ་ང་ཚོར་བ། སྒོམ་པའི་སྟོབས་ཀྱི་སྒོ་ནས་སྐྱེ་དགོས་ཡོད་རེད། དེ་ནི་ད་ང་ཚོ་སློབ་གཉེར་བ་ཡི་གཅིག་ཡིན་པའི་ཆ་ནས་ཡིན་ན་ཡང། བསམ་པའི་ཤེས་རབ་ཐོས་པའི་ཤེས་རབ་དང་བསམ་པའི་ཤེས་རབ་དེ་དགོས་ཀྱི་རེད་བས་སོ་དགོས་ཀྱི་རེད། འོ་ན། བསམ་པའི་ཤེས་རབ་དང། ཐོས་པའི་ཤེས་རབ་ཀྱིས་འདང་གི་རེད་བས་སོ་ན་རྣམ་པ་ཀུན་ཏུ་འདང་གི་མ་རེད། ག་རེ་དགོས་ཀྱི་རེད་ས་མཐར་ཐུག་ལ། ང་ཚོ་བསྒོམ་པའི་སྟོབས་ཀྱིས་འབྱུང་བའི་ཤེས་རབ་དེ་ངེས་པར་དུ་སྐྱེ་དགོས་རེད། རྣམ་པར་གྲོལ་བས་ཀྱིས་ཐོབ་པར་བྱས་པ་ལ། ཐོས་པའི་ཤེས་རབ་ཁ་ཟས་སུ་ཡག་པོ་ཡོད་ནས། བསམ་པའི་ཤེས་རབ་ཁ་ཟས་སུ་ཡག་པོ་ཡོད་ན་རྣམ་པར་འགྲོ་བ་ཐོབ་ཐུག་གུ་རུ་བས་ན་ཐུག་གུ་མ་རེད། བྱས་ཙང་ང་ཚོ་སངས་རྒྱས་པའི་ཐུན་མོང་མ་ཡིན་པ་འདི། ཤེས་རབ་ནང་ནས་ཀྱང་བསྒོམ་པའི་སྟོབས་ཀྱི་ཤེས་རབ་ཀྱི་རྒྱུ་ལ་སྐྱེས་ཚར་རེ་ཞི་ནས། འདི་ཡིས་བྱས་ནས་རྣམ་པར་འགྲོ་བ་ཐོབ་གི་རེད་ཟེར་མདོར་ན་ཡིན་ན་ཡང་རྣམ་པར་འགྲོ་བའི་བསྒོམ་པའི་འབྱུང་བའི་སྟོབས་ཀྱི་ཤེས་རབ་ཁྱད་པར་འབྱེད་པ་ལ་ཐོས་པའི་ཤེས་རབ་དང་བསམ་པའི་ཤེས་རབ་དགོས་གི་རེད་བས་ན་དགོས་གི་རེད། འདང་གི་རེད་ཟེར་བས་འདང་གི་མ་རེད་ཟེར་གུ་གུ་རེད་ཟེར་བས་གུ་གུ་རེད། བྱས་ཙང་ང་ཚོ་ཁ་ཐུག་ང་རང་ཚོ་གི་རྗེས་ལས་དང་བཅར་བ་ཡིན་ན། ད་ང་ཚོ་སངས་རྒྱས་པ་དང་ཁྱད་པར་དུ་ཐེག་པ་ཆེན་པོར་ཁས་འཆེ་བ་དེ་ཚོས། དེ་ནས་ཐོས་བསམ་བརྗེད་དགོས་དང་ཤེས་ཡོན་སྦྱང་དགོས་དང་རྒྱུ་མཚན་ག་རེད་ཟེར་ན། ཐ་མལ་མཐར་ཐུག་ལ། ཐོས་པའི་ཤེས་རབ་དང་བསམ་པའི་ཤེས་རབ་དང་ཐ་མལ་མཐར་ཐུག་ལ་སྒོམ་པའི། དགོན་པའི་སྟོབས་ཀྱིས་ཤེས་རབ་དགུག་ཡོད་རེད་བྱས་ཙང་ང་སློབ་སྦྱོང་བྱེད་དགོས་ཀྱི་འདུག་ཟེར། ད་མདོར་ན། མདོར་ན་འདི་ལབ་ཆོག་ན་འབྲི་སར་བསྒྲབས་ནས་བསྒྲིག་ས་རེད་བ། ང་ཚོ་ཤེས་ཡིན་ཁྱད་པར་དུ་ནང་ཆོས་དང་འབྲེལ་བའི་ཤེས་ཡིན་འདི། ངོ་བོ་ཉིད་ཀྱི་སྒོ་ནས་གར་སོགས་རིན་ཐང་ཡོད་པ་མ་ཚད་རྗེས་ལུས་ཀྱི་སྒོ་ནས་ཀྱང་རིན་ཐང་ཡོད་རེད། བེད་སྤྱད་དེ་ནས་ལབ་ན་འགྲིག་པའི་ཚོར་བ་ཞིག་འདུག་བསམ་སོང། ཨོ་ད་དེ་རིང་ངས་ཞུ་ཡ་ཞུ་ཡ་བྱས་ན་དེ་ཙམ་ཡིན་ལ་སི་ཐོད་ཆེ་ན།